འདོད་དུ་མི་ལས་འདི་རྦད་དུ་ད། ཤ་དང་ཁྲག་དང་རྦད་དུ་ཚང་མ་འདི་རྦད་དུ་ད། མི། རྦད་དུ་ད་ག་ལ་བ་རུ། མ་རང་ཁོ་ཅག་ཞུ་བཞིན་པ་ཡི་ཨ་ནི། ཆབ་ར་ཆེན་ལས་རི་ར་ད། དེའི་སྐབས་སུ་ལ་ཡང་ངས་ག་རེ། ག་རེ་ཅིག་བསམ་ནང་ལ་སླེབས་སྲིད་ལ་ན། དེ་དུས་ཀོ་ས། ཨ། ད་ནི། ཅིག་ཆབ་སྲིད་ཀྱི་ཁྲོད་དང་ཡིན་སར་ཨ་མ། བསམ་གྱི་ཡོད་རེད་བ། གར་བྱེད་ལ་ན་ད། སྲིད་སྐྱོང་འདི་ཏིག་ཨོ་སི་ལ་ཡ་ཨ་ནི་སྲིད་སྐྱོང་འདི་ད། འདོད་སྡུག་གི་མི་ཅི་ཐད་དུ་ཡོད་ཙང་ད་ཁོ་རང་ཚིག་གི་ཨ་ནི་ད། དེ་ཆབ་སྲིད་ཀྱི་ཨ་ནི་ད། འགྲོ་སྟངས་སྦྱིན་གྱི་རེད་བསམ་བསམ་གྱི་ཡོད་མ་གཏོགས་ཅི་གི། ཨ་ནི་ད་གཙང་ཚུལ་གཞན་པ་གང་ཡང་མེད་རེད་བ་སོ་སོ་ལ། ཡིན་ན་ཡང་མི་ཚེ་ནང་ལ་རེད་ད། མི་ཚེ་ནང་ལ་ནག་ཉེས་ཁ་ཡོག་ཚ་ཤུལ་བློ་ཕངས་ཤུལ་དེ་གར་བྱུང་ལ་ན་རེད་བ། མདོ་སྟོད་མི་གིས་གོང་ས་མཆོག་ལ་དད་གུས་བརྩེ་གུས་བྱེད་ཀྱི་མི་འདུག་མདོག་མདོག་བྱས་ནས་བཤད་ཀྱི་འདུག་ཨ། མདོ་སྟོད་མི་གིས་གོང་ས་མཆོག་ལ་བརྩི་གི་མི་འདུག་མདོག་མདོག་ཡོད་ཨ། བས་དེ་མདོ་སྟོད་མི་གིས་གར་བྱས་ནས་ཀྱི་ཨ་ནི་འགྲིག་གི་མི་འདུག་མདོག་མདོག་རེད་ཨ། ཨ་ནི་གོང་ས་མཆོག་དེ་ཁོ་རང་ཚོ་རྒྱ་ལོག་ཡོད་མདོག་མདོག་བྱས་ནས་བཤད་ཀྱི་འདུག་ཨ། ད་ཁོང་ཚོ་གིས། དུས་བཤད་ཀྱི་རྒྱུ་མཚན་དེ་ག་བ་ཐུབ་བོ་རེད།

ད། སྔོན་མ་ཡིན་ན་རོ། སྲིད་སྐྱོང་འདིས་ད། འདོད་འདོད་ཡིན་ཙང་འགྲིག་གི་མི་འདུག་སོང་ད་ང་ཚོ། ད། འདོད་འདོད་ཀྱི་སྤྱི་སྤྱི་འཐུས་དང་ད་ཆོས་ཆོས་སྤྱི་འཐུས་གཉིས་ཀ་ལ་རྦད་དུ། ད་ཁོ་རང་ཚོ་གི། ད་ད་ཁྲི་བཞི་པ་དེ་གས་མ་སྤེལ་ནི་ཡ་གཅིག་ཁྲི་སླེ་སོང་ད་ག་ནས་བཞིན་གྱི་ད། ཁོང་ཚོ་གི་ད། འདོད་འདོད་མི་ད། སྤྱི་འཐུས་ཡིན་ནས་ཀྱི་ད། དེ་དེ་འགས་ཁོ་ཡ་ལ་ཡ་ཨ་ནི་ཐོ་དང་མེད་པ།

གོང་ས་མཆོག་ལ་ལྷ། བོད་སྐྱེ་བོ་གནའ་དེང་ཆ་ཚང་གི་སེམས་པ་ནང་ལ་ཡོད་མ་རེད་ར། གོང་ས་མཆོག་ང་རང་ཚོ་ཡི་དྲིན་ཅན་གྱི་ཕ་མ་རེད་གོང་ས་མཆོག་ལ་ལྷ་ཚོ་ང་ཚོ་སུ་གཅིག་ལ་ཡོད་མ་རེད་ཡིན་ནའི་ཀྱང་ད་ཁོང་ཚོ་གི་གོང་ས་མཆོག་དེ་དེ་ནང་ལ་མ་ཁེལ་ནའི་ད་ང་ཚོ་གི་གོང་ས་མཆོག་ལ་ཡ་ནི་དོད་པ་མི་འདུག་རྡོག་རྡོག་བྱས་ནས་རྡོག་རྡོག་དེ་ཁ་ལ་ན་ད་ཁོང་ཚོ་གི་རྡོག་རྡོག་མི་མང་དེ་སྤི་ཡ་རེད་ཤ་ད་བོད་བཙན་བྱོལ་སྤྱི་ཚོགས་ནང་ལ་མ་སྤི་ཡ་རེད་ཤ་ར། ད་ཁོང་ཚོ་གི་ཁ་ཚང་སྐྱ་ཅི་བཤད་སྟངས་སྔོན་མ་ཉིས་སྟོང་བཅུ་དྲུག་ལོ་ནས་ད་ནང་གཉིས་ཁ་ཡོད་བཟོ་སྟངས་ཨ་ནི་ཁ་མཆུ་ཨང་ཉུས་ས་གཅིག་ཁྱི་ལེ་སྟངས་ཁ་མཆུ་ཨང་ཉུས་ས་གཅིག་སྐྱི་ནི་ཁ་མཆུ་ཨང་ཉུས་ས་གཅིག་དེ་ཡང་ཁྲའི་དངོས་གནས་ལ་ཐུག་མ་བཅུག་ནི་ཡང་ཁ་མཆུ་ཨང་ཉུས་ས་བཅུག་གི་དོན་དག་དོན་དག་གསལ་པོ་དེ་ལ་ཐུག་མ་བཅུག་ནི་ཡང་ཁ་མཆུ་གཅིག་བཏུག་བཅུག་ཡ་དེ་དེ་གས་ཚང་མ་དེ་ད་ཁོ་རང་ཚོ་གི་ས་འོག་བདག་བདག་བྱེད་ནི་ད་སྡོད་སྡོད་མི་མ་དེ་མེད་བ་བཟོས་རེད་ཤག། ཏེ་ཡིན་པ་ཡིན་ན་ངས་མདོ་སྟོད་མི་མང་ཆ་ཚང་ལ་དྲི་བ་ཡིན་རོགས་དང། ང་ཚོ། ཁོང་ཚོ་གི་བར་དུ། དེ་འདྲའི་དཀའ་ལས་རྒྱབ་ནས་སྤི་དགོས་ཡ་གཅིག་གི་དུས་ཚོད་དེ་ལ་སླེབས་བ་འདུག་སྐབས་སུ་ང་ཚོ་ཡི་གོང་ས་མཆོག་ལ་ཡ་ཞུ་ཡ་གཅིག་མ་ཞིག་ལྷག་མི་འདུག་བསམ་གི་འདུག་རོགས་མདོ་སྟོད་མི་མང་གི། གོང་ས་གཡོ། ང་ཚོ་ནི་ཁྱོད་རང་ལ་དད་གུས་ཡོད་བརྩེ་གུས་ཡོད། ཁྱོད་རང་ལ་ལྷག་པ་དྲིན་ཆེན་ཕ་མ། ཁྱོད། ནང་བཞིན་ཁྱོད་རང་ལ་ལྷག་པ་ང་ཚོ་ལ་སུ་གཅིག་མེད། ཡིན་ནའི་ཡ་ད་ད་ལྟ་བར་དུ་ང་ཚོ་ལ་རྦད་དུ་གོང་ས་མཆོག་རང་ལ་དད་གུས་མི་འདུག་འདུག་འདུག་བརྩི་གུས་མི་འདུག་འདུག་འདུག་བྱས་ནས་ག་དུས་ཡིན་ན་ཁོང་ཚོ་གོང་ས་མཆོག་ཁོང་ཚོ་རྒྱ་ལོག་ཡོད་འདུག་འདུག་བྱས་ནས་ད་ང་ཚོ་གི་དར་ནག་དེ་ཡ་གི་ས་འོག་བརྡ་ཐག་ཆད་ཆད་ད་ང་ཚོ་འདོད་དོན་མི་མང། ཕྱི་རྒྱལ་ནང་ལ་ཡ་ད་ཕྱི་རྒྱལ་གི་ཡུལ་གྲུ་ཁག་ག་ས་ག་ལ་ནས་ད་འདོད་དོན་མི་མང་དེ་པི་ཐུ་ཡ་གི་ཐོག་ཤེས་བཏང་གི་འདུག་ད་སྤྱི་འཐུས་ནང་ལ་ཡིན་ནའི་ཡ་ད་ག་རང་རེད་འདུག། ན་ནི་ཁ་ཡོད་ཟ་ཡག་མེད་ན་ན་ནི་ཁ་ཡོད་ཞི། དེ་འདྲའི་བྱེད་ཡུལ་དུ་ལས་ལྟ་ང་ཚོ་འདོད་དོན་མི་མང་གི་ལྟ། དངོས་གནས་ཀྱི་གོང་ས་ཆུ་ལ་ཞུགས་དགོས་ཡག་གི་ལྟ། གནད་འགག་གི་སླད་ཤ་བསམ་གྱི་འདུག་རོ། ཨ་ནི། གལ་སྲིད། གོང་ས་ཆུ་རང་གི་དངོས་གནས་ཀྱི་ལྟ་ང་ཚོ་འདོད་དོན་མི་མང་ལ་ཡ་ཨ་ནི། ང་ཚོ་གི་ཁྱོད་ལ་ཡ། དངོས་གནས་ཀྱི་དོད་གུ་ག་ཚོད་ཡོད་ཙི་གུ་ག་ཚོད་ཡོད་ནི་གོང་ས་ཆུ་ཁྱོད་རང་ཤེས་རན་ཟིག་རང་རེད་ཁྱོད་རང་གི་ཆེན་ཁོག་རེད། ཡིན་ནས་ཀྱང་ལྟ་ང་ཚོ་ལ་ས་འོ་ད་དག་དེ་ཡག་གི་ག་དུས་ཡིན་ནས་ཀྱང་གོང་ས་ཆུ་ལ་དོད་གུ་མི་འདུག་ཙི་གུ་མི་འདུག། ཨོ་དེ་འདྲས་བྱས་ནས་ང་ཚོ་པི་ཏུ་ཨེག་ཐོག་ཤེས་བཏང་གི་འདུག། ད་སྒོ་ཕྱེས་སོང་ང་ཚོ་བོད་པ་ནང་ཁུལ་ལ་ཡང། ད། ག་རེ་བྱས་ནས་ང་ཚོ་མ་འདྲེས་རེད། ད་ང་ཚོ་བོད་པ་ནང་ལོགས་ལ་ཡང་བསྡད་ཆོག་གི་རེད་ཆོག་གི་མ་རེད། གོང་ས་མཆོག་རང་གིས་གསུངས་པ་ད་ག་རང་ཡིན་ལེ། ད། ད། གོང་ས་མཆོག་ལ་ཡང་ཞི་བ་ཐེབས་དགོས་ཡ་རེད་ཤ་ད། གཞན་པ་ད་ང་ཚོ་ག་སྒོ་ཕྱེ་ལྷག་མི་འདུག།

རན་པས་རན་པས་ཤིང་འདི་ད་དངོས་གནས་ཀྱི་ཁམས་པའི་མི་འདི་མི་རིགས་འདི་རྩ་མེད་བཏང་ཡ་རེད་དོ། སྤྱི་ཐང་ཆེ་ན་ང་རང་ཚོ་ལ་རྒྱལ་ཁབ་ཡོད་མ་རེད་ང་རང་ཚོ་སྐྱ་ཅོའི་སྐྱ་ཅོའི་གཞུང་གི་ཆ་དེ་གོ་རེད། ང་ཚོ་ཁམས་པའི་མི་ལ་དེ་འདྲའི་གི་འདུ་འདུ་ཚོད་དང་དེ་གི་དེ་འདྲའི་གི་འདུ་རུ་བཏང་དགོས་ཡ་གི་རྒྱུ་མཚན་ཁོ་ར་ཡོད་མ་རེད། ང་ཚོ་དངོས་གནས་ཀྱི་དེ་འདྲའི་བློ་དགོས་དང་དེ་འདྲའི་དཔའ་བློ་དགོས་ཡོད་པ་ཡིན་ན་ང་ཚོ་ལ་དགྲ་ཤ་ཡོད་རུ་བ། ཁམས་པ་ལ་བཏང་ལ་འདས་གོ་མ་རོག་ད་ཡིན་ནས་ཀྱི་ཁ་བཟང། ཟླ་བ་ཕན་ཆེན་བཅུ་བདུན་ལོ་ཉི་ཤུ་རྩ་གྲངས་བཟོ་ཚར་ངེས་ཅི་གི། ད་བདེ་སྲུང་གི་ཁོ་རང་ཟིག་གི་བཙན་བྱོལ་གཞུང་གི་ཨ་ནི་སྲང་བ་འདི་ཁོ་རང་གི་དེའི་རྩ་དེའི་གི་སྤྱི་བསྡུ་གྲོས་ཚོགས་ནང་ལ་བཏང་ཡག་འདི་ཚང་མ་ད་ད་ད་གྲོས་ཚོགས་འགྲོ་མ་ཐུ་ཡག་བཟོ་ཡག་ཚང་མ་འདི། ད་སྤྱན་འདི་ཡང་ཁོ་རང་ཟིག་ཏིལ་མ་ཁེའུ་བཅས་ས་འོག་བརྡ་རྟགས་ཅན་ཏིལ་མ་ཁེའུ་བཅས་དོན་དག་རྡོག་རྡོག་འདི་ད་ཁམས་པ་མེད་པ་བཟོ་ཡག་རེད་ཤགས། ད་ངས་ག་རེ་ཞུ་འོས་ལབ་ན་མདོ་སྟོད་སྤྱི་འཐུས་དང་ཆོས་ཕྱོགས་སྤྱི་འཐུས་དེ་ག་ལ་ཞུ་ཡ་ལ་ཡ། ད་གོང་ས་མཆོག་ལ་ཡ་ང་ཚོ་ཁམས་པ་མི་རིགས་ཆ་ཚང་གི་ཆེད་དུ། ད་གོང་ས་མཆོག་ལ་ཡ་ཤ་ཏི་ཕི་ཡ་ད་གོང་ས་མཆོག་ལ་ཡ་ད། དངོས་གནས་ཀྱི་ད་གོང་ས་མཆོག་ལ་ཡ་ཞུ་ཡ་རེད་ཤག། ང་ཚོ་ཁམས་པ་མིན་དངོས་གནས་ཀྱི་ད་གོང་ས་མཆོག་ང་ཚོ་ཁམས་པ་མིན་ལ་ཡ་ག་དུས་ཡིན་ནས་ཀྱ་ད། བས་དུ་ཁམས་པའི་མིག་གི། ཁྱོད་རང་ནི་ང་ཚོ་གི་ཁོ་བོའི་སྙིང་དང། ཨ་ནི། མིག་གི་ད། ང་ཚོ་ང་ཚོ་མི་མི་ཚེ་ནང་ལ་ཡོད་པ་ཆ་ཚང་ཁྱོད་རང་ཡིན། ཡིན་ནས་ཀྱང་ཁོ་ཚོ་ཡིས་ང་ཚོ་ལ་ཁྱོད་ཚོ་ཁམས་པ་འདི་རྒྱ་རྒྱ་ནི་གོང་ས་མཆོག་ལ་བརྩི་གི་མི་འདུག་ལེགས་འདུག། ཁམས་པའི་སྤྱི་མཐུས་གོང་ས་མཆོག་ལ་བརྩི་གི་མི་འདུག་ལེགས་འདུག་ཁམས་པའི་མི་རིགས་གོང་ས་མཆོག་ལ་བརྩི་གི་མི་འདུག་ལེགས་ག་དུས་ཡིན་ནས་ཀྱང་ང་ཚོ་ལ་དེ་འདྲ་བྱས་ནས་ང་ཚོ་ལ་རྦད་དུ་ས་འོག་བརྡ་རྟགས་བྱས་ནས་ད་ང་ཚོ་དངོས་གནས་ཀྱི་བཙན་བྱོལ་ནང་ལ་བསྡད་བཅུག་གི་མི་འདུག། བྱས་རྗེས་ཁ་ལ་ཡིན་ན་ཁམས་པའི་མི་ངོ་ལ་བཞག་གི་འདུག། བཙན་བྱོལ་ནང་ལ་ཡིན་ན་ཁམས་པའི་མི་སྒང་ལ་བཞག་གི་འདུག། བརྩི་གི་མི་འདུག་ལེགས་འདུག། ད་དེ་ཡིན་འདུག་ག་ད་ང་ཚོ་ག་རེ་དགའ་གི་རེད་ཟེར་བ། ང་ཚོ་ཡང་ཡང་མེད་ན་ན་ང་ཚོ་ཆོས་རྒྱུད་སྤྱི་འཐུས་སྤེལ་དགོས་ཡོད་ལབ་ཀྱི་འདུག་ཡང་མེད་ན་མདོ་སྟོད་སྤྱི་འཐུས་འགྲིག་གི་མི་འདུག་ལབ་ཀྱི་འདུག་ཡང་མེད་དེ་འདྲའི་སྐྱང་ཆ་ལ་ནི་ད་ང་ཚོ་ལ་དངོས་གནས་ཀྱི་དེ་ནས་ཀྱི་གཞི་མེད་ཀྱི་སྐྱོན་བརྗོད་སྐྱང་ཆ་བྱེད་ནི་ང་ཚོ་ལ་བད་དུ་འཁོར་རོ། གནད་འགག་མེད་ས་ལ་གནད་འགག་བཟོས་ནི་ང་ཚོ་ལ་དུས་སུ་དཀའ་ངལ་ཐེག་འདུག་ལ་ད་གོང་ས་མཆོག་ལ་ཤ་ཁྲི་ཕུལ་ཡག་གི་འདུག་ཚོད་ལ་སླེད་འདུག་བསམ་གྱི་འདུར་བ། ང་རང་མི་རིགས་འདི་ག་གིས་གོང་ས་མཆོག་ལ་ཞུ་ཡག་གྱི་མ་ཞེན་པ་ག་གོ་གྱི་ལྷག་མི་འདུག་བསམ་གྱི་འདུར་བ། ཁ་ཚང། ངེད་ཀྱི་ཟླ་བ་ཕན་ཆད་སྐད་ཆ་གང་ཞུ་མ་ཞུ། ཟླ་བ་ཕན་ཆད་ཆབ་སྲིད་པ་པས་ཆབ་སྲིད་པ་རེད་རོགས། སྐད་ཆ་གང་ཞུ་མ་ཞུ་ཁྱི་ལིག་མར་ད་ལྟ་ཁ་ཚང། ད་ལྟ། དགེ་བཤེས་འཕེལ་ལམ་ཐ་ཤལ་འདི། ཁོ་ཚོ་གི་ཁ་དགུ་བོ་རེད། ད་ང་རང་ཆོས་ཕྱོགས་གཅིག་སྡུད་ནོར་ལ་ཡ་བོད་ཡིག་ཡག་ཤུ། སྤྱི་བཏང་གི། སློབ་སྦྱོང་ཡག་ཤུ་ཡིན་པ་ཧ་གོ་གོ་རེད་རོགས།

འོ། ག་རེ་ཟ། སྲིད་སྐྱོང་བློ་བཟང་སེང་གེ་ལ་ངོ་རྒོལ་རྒྱག་གི་ཡིན། ཨ་ནི། བོད་གཞུང་ལ་ངོ་རྒོལ་རྒྱག་གི་མིན་ལ་ཡང་ཡིག་ཆ་སྐོར་ཁྱེད་ཀྱིས་དེ་འདྲ་བྱས་འགྲོ་ཡིན་པ། ང་ཚོ་གི་ད་ལྟ་སྲིད་སྐྱོང་བེམ་པོ་སི་ལགས་ལ། བེམ་པོ། ད་དུང་སྲིད་སྐྱོང་བེམ་པོ་སི་ལགས་ལ་ཉི་མ་བཅས་ངོ་རྒོལ་རྒྱག་མྱོང་མེད་བ། རྒྱག་མ་ཐུབ་བ་མ་རེད་བ། རྒྱག་མྱོང་མེད་བ།

ད་གོང་ས་མཆོག་ལ་ཞུ་ཡག་མ་ཞུ་ལྷག་མི་འདུག་རོ། དངོས་གནས་ཀྱི་ད་ང་ཚོ་ཁམས་པ་ཞུ་ཡག་གཙོ་བོ་དེ་ང་ཚོ་ཁམས་པ་མི་འདི་ཚོ་ཚང་མ་ཡི་རྒྱ་ཕྱག་རྒྱ་ནས་རྒྱ་ཕྱག་རྒྱ། ཨ་ནི་གོང་ས་མཆོག་ཁྱོད་ལ་དོ་གུ་དང་བརྩེ་གུ་དང་དངོས་གནས་ཀྱི་སེམས་པ་རང་ལ་བརྩེ་བ། དངོས་གནས་ཀྱི་ང་རང་ཚོ་གི་དཔལ་དུ་ཡོད་ན་མེད་ན་ཡིན། ཡིན་ན་ཡང་ང་ཚོ་ལ་དཔལ་དུ་བཙན་པོ་ཨའོ་ཡེ་ཆེ་ནི་ད་ཁྱོད་རང་ལ་དད་གུ་མི་འདུག་བརྩེ་གུ་མི་འདུག་ང་ཚོ་བྱས་ན་གོང་ས་མཆོག་གི་ཆེད་དུ་མ་རེད་ལས་ཀྱང་དཔལ་དུ་ང་ཚོ་ལ་ད་དེ་འདྲའི་པི་ཐུ་ཡ་ཐོ་ཤེས་བཏང་གི་འདུག་ད།

ཡིན་ནས་ཀྱི་ད་ང་ཚོ་མི་དེ་ཚོ་ག་ཚིག་ག་ཚིག་ཅིག་གི་སྒང་ལ་བསྡད་པ་ཡིན་ནས་ཀྱི་གཞོན་སྐྱེས་དེ་ཚོ་ཧ་གོ་གི་འདུག་དངོས་གནས་ཁོ་རང་གིས་གཞོན་སྐྱེས་དེ་ཚོ་ལ Brain Wash བྱས་ཀྱང་མ་འོངས་པར་ཁམས་པ་གི་མི་རིགས་ལ་དེ་དངོས་གནས་ཀྱི་དཔེ་དུ་ད་མི་རིགས་དེ་སྡུག་ཅག་ཡིན་པ་ཞིག་འདྲ་བོ་ཞིག་བཟོ་གི་འདུག་ཨ། དངོས་ཡིན་ནས་སུས་ང་རང་ཚོ་མི་ཚེ་སྐྱེལ་སྟངས་ལ་ལྟ་དང། ཉི་མ་ཉི་མ་གི་མི་ཚེ་སྐྱེལ་སྟངས་ལ་ལྟ་དང་ར། མི་ཚེ་ནམ་རྒྱུན་གྱི་མི་ཚེ་གྱི་འགྲོ་སྟངས་ལ་ལྟ་དང་ར། སུ་སྡུག་བ་རེད་འདུག་སུ་ཡག་བ་རེད་འདུག་ང་ཚོ་གསལ་བོ་ཤེས་ཀྱི་འདུག་ཨ།

ད་ང་ཚོ་སྐད་ཆ་དྲི་ཡར་གྱི་མ་ཞིག་ལྷག་མི་འདུག་ཟེར་གི་འདུག་གོང་ས་མཆོག་ལ་ཡང་དངོས་གནས་ཀྱི་ད་ག་རེ་འདྲི་ཡོད་མ་རེད། ཁ་ལག་ན་ཁ་ཚང་ཟླ་བ་འཕེན་བྱེད་ཀྱི་དེ་ལ་ཁྱི་ཡོད། དེ་ཟླ་བ་འཕེན་བྱེད་ཀྱི་ཁ་ཚང་དེ་ན་ཁྱི་ཡོད་འདུག་སྐབས་སུ། ཁོ་རང་ཚང་མ་གི་ཟླ་བ་འཕེན་བྱེད་ལ་རྒྱབ་སྐྱོར་བྱེད་ཀྱི་འདུག་ཨ། ཞུ་དུས་ཟླ་བ་འཕེན་བྱེད་ལ། ཨ། ཟླ་བ་འཕེན་བྱེད་ཁྱི་ཡོད་འདུག་སྐབས་སུ་ད་དེ་དཔལ་དུ་རྒྱུ་ཚོན་ཡོད་གིར་འདུག་འདུག། ཅི་རྒྱ་ལོ་ལ་ཅི་ཡོད་གིར་འདུག་འདུག་ཅེ་རྒྱ་ལོ་ལ་ཡོད་གིར་འདུག་འདུག་བཤད་ན་མ་བཤད་ན་འགྲིག་གི་འདུག་ཨ།

ད་ཡིན་ན་ཡང་དོན་དག་རྡོག་རྡོག་དེ་ག་རེད་འདུག་ལབ་ན་རང་ད་ང་རང་གི་བོད་པའི་སྤྱི་ཚོགས་ནང་ལ་དྲང་པོ་དྲང་ཤ་བདེན་པ་བདེན་ཐུག་བྱས་ནས་དངོས་གནས་ཀྱི་བོད་ནང་གི་བོད་མི་དེ་ཚོ་གི་ཨ་ནི་ད་ལ་བསམ་ཤེས་ཐུབ་ངེས་བོད་ནང་གི་བོད་མི་དེ་ཚོ་ལ་དངོས་གནས་ཀྱི་ཁ་ཡོད་ལག་ཡོད་ཁ་ཞེ་གཉིས་མེད་ཀྱི་ཨ་ནི་བསོད་ནམས་ལྷག་བསམ་བཏང་ངེས་འདི་གས་འདི་ད་གཙང་མ་བཟོ་ཡ་རེད་ཤག་ཡིན་ཡང་ཨ་ནི་དམིགས་བསལ་གྱི་ད་ཁོ་རང་ཚོ་ད་སྡོད་དུས་ཉིས་སྟོང་ཉིས་སྟོང

ག་རེ་ཟ། དེ་ཅི། ལ་ཡང་དེ་སུ་ཉབ་ཀྱི་ཤེས་ཟ། ད་ག་ནས་ཤེས་ཀྱི། ད་པད་མ་འཇུ་ནས་ད་ག་ར་མེ་བ་ཟོས་ཟ། ད་ག་ནས་ཤེས་ཀྱི། ཤ་ལི་ད་འདྲོད་ད་ག་ར་མེ་བ་ཟོས་ཟ། གར་བྱས་ཟ། སྐྱེ་མེད་ཀྱི་ལ་ཉག་ཆུ་ཤེས་ནས་འབད་དུ། པ་ར་སྒྲ་མི་འདྲ་སོགས་ཤུལ་ཚོགས་དྲ་བྱ་ག་ལ་སྒྲ་མི་འདྲ་ཅན་ཁྱབ་བསྒྲགས་བྱས་སོ། འདི་ང་ཚོ་བོད་པའི་ཤུལ་ཚོགས་ཡ་རབས་སྐྱོ་སངས་འགྲོ་སྟངས་རེད་བས། མ་རེད་བ། ཡིན་ནའི་ཀྱི་རེད་ད། ཁོ་རང་ཚོ་གི་འོག་ལ་མ་འགྲོ་བར་ས་འོག་བདག་དག་གི་འོག་ལ་མ་འགྲོ་བར་ད། ཨ་ནི་དངོས་གནས་ཀྱི་བོད་སྤྱི་བ་གི་རྩ་དོན་དངོས་གནས་ཁོ་ར་ཁ་ཡོད་ལག་ཡོད་ཁ་ཞེ་གཉིས་མེད་སྒྲུག་ཉིན་གཙང་མ་བཟོ་གི་འདུག་ད་ད་ག་ནང་བཞིན་ང་རང་ངས་ལ་ཞུ་ཡིན་པ་ད་ད་ད་ཁོ་རང་ཚོ་གི་མི་སེར་གི་ད་མདོ་སྟོད་སྤྱི་འཐུས་འགྲིག་གི་མི་འདུག་ཆོས་རྒྱལ་སྤྱི་འཐུས་རིག་གི་མི་འདུག་ཨ་ནི་ཁམས་པ་ཨ་རོ་པད་དེ་སྐྱ་པད་བུ་ད་ག་རི་ག་རི་ག་རི་ག་རི་ཁོ་རང་ཤེས་ཀྱི་ཡོད་ནའི་ཀྱི་ང་རང་ཚོ་གི། ཉི་མ་ཉི་མ་གི་མི་ཚེ་སྐྱེལ་སྟངས་ལ་ལྟ་ན་སུ་གཅིག་ལ་ཡང་འགོ་དགོས་ཡ་མི་འགོ་དགོས་ཡ་མི་འདུག་ཨ་ཚང་མ་གཅིག་པ་གཅིག་པ་སྐྱེལ་གི་འདུག་ཨ། ཡིན་ནས་ཀྱང་ད་འདུག་ཀྱང་སྐྱ་ཕིག་བུ་པ་གཅིག་འགྲིག་གི་མི་འདུག་གཉིས་འགྲིག་གི་མི་འདུག་ལ་ལ་དགོས་ཡ་འདི་གས་ཚང་མ་འདི་ལྟ་གོང་ས་མཆོག་ལ་ཡང་ཞུ་ཡ་མ་བྱེད་ལྷག་མི་འདུག་བསམ་གི་འདུག་ར། ད་ད་ལྟ་ཁ་ཚང་ཟླ་བ་དཔོན་ཆེན་གྱི་རྐང་བཙུགས་ནས་ད་གྲོས་ཚོགས་ཚོགས་མ་ཐུབ་ཡ་གི་ཁོ་རང་གི་ཤ་ལས་རེད་འདུག་ད་ད་ལྟ་ལྟ་བ་ཡིན་ན། ཟླ་བ་འཕེན་ཆེན་གྱི་དེ་ཡི་ཡེ་ཤེས་མེ་གླང་ཐ་ཤལ་རྙོག་དྲ་དེ་ཁྱེད་ལས་ན་ཨ་ནི་གྲོས་ཚོགས་ཚུགས་ཐུག་གི་མ་རེད་ཨ་ནི་ད་འགོ་ཡ་བཅག་ན་རྐང་པ་མ་བཅག་ན་ང་རང་བཟོ་བོ་ལ་རེད།

གྲོས་ཚོགས་ཚུད་མ་ཡག་དུས་ང་ཚོ་ལ་འདི་མེད་ད་ལ་སོགས་ང་ཚོ་ལ་ཡ་ཨ་ནི་ང་ཚོ་རྒྱབ་དགོས་ཅིག་ལབ་མེད་ད། གྲོས་ཚོགས་ར་བ་རྣམས་ལ་གསུང་ངས་འདི་ཡ་སྤྱི་བསྡུས་ཅིག་ཆགས་འོ་རེད་ཕ་ཤུལ་ཞུས་མེད་སྐྱོན་བརྗོད་བྱེད་ས་ད་སྤྱི་བསྡུས་ཆགས་འོ་རེད་དེ་བྱས་དུས་ང་ཚོ་ལ་མེད་ལ་སོགས་ཨ་ནི་གསང་བ་ཤུ་ལ་ཤོ་ཉེས་ད་སྤྱི་བསྡུས་གྲོས་ཚོགས་མ་ཨ་ནི་བཀའ་ཤག་མ་རེད་བས་ཨ་ནི། ད་འདི་བཀའ་ཤག་མེད་ནི་ཀྲུའུ་ཞི་རྒྱ་ཉེ་བཀའ་ཤག་རུ་བ། བཀའ་ཤག་གི་གསང་བ་ཤུ་ལ་མ་ཤོ་བ་ཡིན་ན་ད་ད་ད་དེ་རྙོག་དྲ་དེ་ལྷག་གི་མ་ར་དེ་ཡ་དོགས་པ་ཅིག་དང།

གསང་བ་ཁོ་རང་ཚོས་བལྟས་པ་འདི་རྩ་བ་སེར་བུ་སེར་ལྕགས་ཐོན་སར་དང། བཀའ་ཤག་གིས་གསང་བ་རི་དྭགས་འཕེན་བྱེད་ལ་སྤྲད་ཡོད་པ་འདི་སེར་བུ་སེར་ལྕགས་རེད་དམ་སེར་བུ་སེར་ལྕགས་མེད་ན་རྒྱ་རིགས་དྲུང་མ་གིས་འོ་འདི་གི་ཡང་མ་སྐད་ཆ་འགྱོ་རེ་ཐུག་དང་མ་ཐུག་གི་ག་ལ་འགྲོ་གི་རེད་ལ་ཡང་འགྲོ་ཡང་བླ་ན་མགོ་བརྡབ་ལ་མ་བླ་ན་སྐུ་བརྡབ་རྩ་བ་གཉིས་ན་ཤེས་དགོས་ཡ་ཡོད་མ་རེད་ད་ག་བླ་ན་དྭགས་བ་འཕེན་བྱེད་ལ་ལབ་དགོས་རེད་ཁྱོད་འདི་སྐད་ཆ་འདི་ག་ནས་གོ་སོང་བཀག་དགོས་ར་དྭགས་བ་འཕེན་བྱེད་ཁྱོད་སྐད་ཆ་འདི་ག་ནས་གོ་སོང་ཁྱོད་རང་སྐད་ཆ་འདི་དེ་ལ་འཁྱོངས་ཡོད་ཡ་ཡོད་མ་རེད་ད་འདི་ང་ཚོའི་ཡ་ནི་ད་ལྟ།

སེར་བོ་སྟོན་འདུག་ག་ཟེར་ང་ཚོ་དངོས་གནས་ཀྱི་ཧ་སེར་བོ་ག་རེ་གོ་དགོས་ལ་ད་ཚང་མ་འདི་ཁོ་རང་ཚོ་གི་ར་ཆ་ཤས་བསྟན་ནས་ད་གྲོས་ཚོགས་ཚོགས་མ་ཐུབ་ཡ་བཟོ་ཡ་ད་ཁོ་རང་ཚོ་གི་ཆ་ཤས་བསྟན་ནས་ཚང་མ་ཁོ་རང་ཚོ་གི་ཆ་ཤས་བཞག་བཞག་རྒྱུ་ཡིན་པ་འདི་ད་སེར་བོ་སྟོན་སྐོར་ད་མི་མང་ཚང་མ་གི་ཡག་པོ་བྱས་ནས་སེམས་པ་ནས་ཤེས་དགོས་རེད་བ། ཁ་ཅིག་ལ་ན་ཚང་མ་ཆ་ཤས་དང་དམིགས་ཡུལ་བཞག་ནས་ད་གྲོས་ཚོགས་ཚོགས་མ་ཐུབ་ཡ་ད་ཁོ་རང་ཚོ་གི་དམིགས་ཡུལ་འདི་དམིགས་ཡུལ་འདི་ད་ཁོ་ཚོ་དམིགས་ཡུལ་དུ་འགྲུབ་རེད་ད། ཁ་ཅིག་ལ་ན་ད་ད་ལྟ་མི་མང་ད་ཚོ་གི་ཨ་ད།

དེ་ལགས་མ་སོང། ཁོ་ཚོའི་བཀའ་ཤག་གིས་གྲ་སྒྲིག་ཨང་གསར་བྱས་ནས་གཅིག་སྡུད་གྲོས་ཚོགས་ཚོགས་མ་ཐོས་སོ་ཡང་ཚང་མ་ཁོ་རང་ཚོ་གི་ལག་པ་སྐམ་པོ་ཚང་མ་ཁོ་རང་ཚོ་བསྐྱངས་ནས་ད་ང་ཚོ་གི་བཙན་བྱོལ་གཞུང་དེ་བེད་སྤྱོད་བཏང་བསྡད་དེ་གི་དམིགས་ཡུལ་རེད་ཡིན་པ་དེ་ད་ག་རང་སྟོན་དགོས་རེད་ད། དེ་ང་ཚོ་ཚང་མ་གི་སེམས་པ་ནས་བྱ་བྱས་ད་ང་ཚོ་གི་གཞུང་དེ་ག་འདྲའི་ར་བ་ཞིག་འདུག་ཨ་ནི་ད་ང་ཚོ་ཚང་མ་གི་ད། ལས་འགུལ་འདི་ཇི་ཙམ་དགོས་ཡ་འདི་ང་གལ་ཆེན་པོ་ཞི་བུ་ཅིག་ཆགས་འོ་རེད་ཞུ་ཡ་ཡིན་དེ་ཆེད་དུ་ང་ཚོ་མི་དམངས་ལྷན་རྒྱས་མགོ་སྒུར་བ་ལ་མ་ཐེ་བ་བྱས་ཁོང་ཚོ་གི་ཆབ་སྲིད་ནག་པོ་ཁྲག་འཐུང་ག་འདྲི་ཡིན་པ་དེ་ཀླད་པའི་ནང་ལ་བཞག་ནས་ཨ་ནི་ལྟ་སོམ་བཏང་དགོས་ཡ་དེ་ཞུ་བ་ཅིག་ཨ་ནི་གལ་ཆེན་པོ་ཆགས་ཀྱི་འདུག་བསམ་གྱི་འདུག་དངོས་གནས་དམིགས་བསལ་གྱི་གཞོན་སྐྱེས་དེ་ཡ་ཡིན། པ་པ་མ་མ་ད་ཚོ་ཁ་ཚུགས་ག་དུས་ངུ་བཅུས་སུ་ཟླ་བ་ཕལ་ཆེར་དུ་ངུ་འདུག་ངུ་ངུ་བྱས་ས་དེ། དེ་ཁོ་ཁ་དྲག་ལ་དྲེག་གི་དཀྲི་ཡ་རུ་ཟླ་བ་ཡི་དེ། དེ་དངོས་གནས་ཀྱི་མི་ཆུ་མར་དང་དེ་མི་ཆུ་ལྟ་ཡ་དེ་ག་དེ་འཁྲབ་སྟོན་རེད་ད་འཁྲབ་སྟོན། འཁྲབ་སྟོན་བྱེད་ནི་ད་མི་མང་མགོ་སྒུར་བཏང་ནས་འཁྲབ་སྟོན་བྱས་ནས་རྡོག་རྡོག་དེ་ཁོ་རང་ཚོ་གི་ཡག་གི་ཡག་ཡག་སྒམ་ལ་སྐམ་པ་ལག་པ་ཚང་མ་བརྐྱངས་ནས་བསྡད་དགོས་ཡ་དེ་ལ་ཡག་ནི་བསྡད་ཡ་དེ་ལ་ཡག་ནི་དེ་དེ་རེད་ད་ཡོད། དེ་བྱས་དུས་ད་ང་ཚོ་ཚང་མ་གི་བསམ་ཤེས་བཏང་དགོས་ཡ་དེ་དངོས་གནས་ང་ཚོ་ཚང་མ་གི་སོ་ནི་བཏང་ནས་དངོས་གནས་ཀྱི་ལས་ཀ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི་འདུག་དེ་འདྲས་སོང་ཙང་ང་ཚོ་མི་མང་ལྷན་རྒྱས་ཀྱི་སོ་ནི་ཡག་པོ་བཏང་ནས་ད་ཁོང་ཚོ་བྱེད་སྟངས་དེ་ལ་ཡག་ནི་སོ་ནི་བཏང་གིན་བཏང་གིན།

འོ་འདི་རེད་ཞོ་ཡིན་ད་ཚང་མ་ལོག་ལ་ཡག་ནི། ད་ག་རང་ཡིན་ཡ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་ཡོད་ད། བཀྲ་ཤིས་བདེ་ལེགས་བཀྲ་ཤིས་པ་དུ་མི་འདུག་ད་ཡིན་ན་ང་རང་ཚང་མ་གི་གཟུགས་པོ་ལ་སྐྱབས་མགོ་བྱེད་ཡག་དང་སོ་སོའི་སོ་སོའི་མི་ཚེ་ཐ་ཐག་ཐག་བཅད་ཡག་དང། ཨ་ནི་སོ་སོ་གི་ཕ་མ་སྤིན་རྒྱག་སོ་སོ་གི་ནང་གི་ཏག་སོ་སོ་ཕ་ཡུལ་ནི་ཡིན་ན་རེད་ཕྱི་རྒྱ་ཁ་ལ་ཡིན་ན་རེད་ང་རང་ཚོ་ང་རང་ཚོ་གི་བཟའ་བཟའ་བྱེད་ནི་ད་འགྲོ་ཡག་གི་དུས་ཚོད་ཅིག་ལ་སླེབས་འདུག་མ་ཞུས་ད་སུ་གཅིག་ལ་ཡག་ཨ་ནི་དངོས་གནས་གི་ད། སྐྱབས་བཅོལ་སར་རེ་བ་རྒྱག་ས་མི་འདུག་ཞུ་ཡག་ཡིན་དང་ཐུགས་ཆེ་ན་ཨ་ནི་ང་རང་ཚོ་གོང་ས་མཆོག་སྐུ་ཚེ་ཁྲི་ལོ་དུ་བརྟན་པ་ཡོང་ཡག་དང་བོད་ཞི་བྱེས་གཉིས་ཀ་བདེན་མཐའ་མྱུར་ཉིད་དུ་གསལ་ཡག་གི་སྨིན་ལམ་འདི་དུས་ང་རང་ཚང་མ་གི་རྒྱག་དགོས་རེད་ད་གོང་ས་མཆོག་སྐུ་ལོ་དགུང་ལོ་ཁྲི་ལོ་ལ་བརྟན་པ་ཡིན་ང་རང་ཚང་མའི་སྨིན་ལམ་ཉི་མ་རྟ་པ་རྒྱག་འདོད་ཡོད་ལ་དེ་རྒྱག་དགོས་ཡག་དཔལ་རྒྱལ་ཆེན་པོ་རེད་གོང་ས་མཆོག་ལས་ལྷག་ཅིག་ང་ཚོ་སུ་གཅིག་ཡོད་མ་རེད་ཨ་ཁྱེད་ཚོ་ཚང་མ་གི་ཡག་སྨིན་ལམ་རྒྱག་རོགས་གནང་ཞུ་ཡག་ཡིན་ཐུགས་ཆེ།